བསྟན་པ་ཡོངས་སུ་རྫོགས་པ་ཆ་ཚང་བ་ཅིག་ད་བོད་གངས་ཅན་ལྗོངས་ལ་ཡོད་བསྡད་པ་འདི་ལྟ་འམ་ལྟ། ཆག་འཇིག་མཚམས་ལ་ཡང་སླེབས་བསྡད་པའི་སྐབས་ལ་དེ་ཡང་དུ་ཧི་མ་ལ་ཡའི་རི་རྒྱུད་མི་མང་དེ་ཡིན་འདི་གིས་ཁུར་མཉམ་ལེན་བྱས་བྱས། ཚང་མས་ནི་ཁུར་སྐྱེལ་རོགས་ཞིག་ཟེར་ཡ་འདི་ཡིན། ཨེ་ཁྱེད་རང་ཚོ་མོན་ལ་ཡིན་ནའི་འདྲ་ལ་དྭགས་ལ་ཡིན་ནའི་འདྲ། དེ་དང་དེས་མཚོན་པའི། འབྲུག་འབྲས་ལྗོངས་ཁུལ་ལ་ཡིན་ནའི་འདྲ། བལ་ཡུལ་ནང་ལ་ཡིན་ནའི་འདྲ། ཡང་ང་ཚོ་བོད་མི་བཙན་བྱོལ་བའི་ངོས་ནས། དམ་བཞི། རྒྱ་གར་མི་ཆེན་མོ་ངོས་ནས་ཁྱེད་རང་ཚོ་དེ་ཆ་རྐྱེན་བསྒྲུབ་ཡག་རོགས་གཅིག་མཐུན་རྐྱེན་སྦྱོར་ཡག་རོགས། གཅིག་ག་རེ་བྱེད་ཐུབ་པ་དེ་བྱེད་ཡག་གི། ང་ཚོ་རྒྱུ་མཚན་ཡོད་རེད་ལ་ལས་འགན་ཁྲི་རེ་ཡོད་རེད། དཔེར་ན་སོག་རིགས་སློབ་སྦྱོང་བྱེད་མཁན་རྒྱ་སྟག་ཁ་ཤས་ཤིག་ང་ཚོ་དེ་བཙན་བྱོལ་བའི་ཐོབ་ཐང་ག་གེ་ང་ཚོ་དམིགས་བསལ་ཐོབ་ཐང་གེ་ཡོད་མ་རེད་དེ་ཡིན་ནའི་ང་ཚོ་མཐུན་རྐྱེན་ཡོད་པ་དེ་དེ་མཉམ་ཟ་མཉམ་འཐུང་བྱེད་ནས་བསྡད་དེ་གི་ཡོད་རེད།

ཧུར་ཐག་ག་ཚད་ཐུབ་པ་དེ་ང་ཚོ་བྱེད་ཀྱི་རེད། ཨེ་ཁྱེད་རང་ཚོ་ཁ་ཐུག་ཁ་ཐུག་ལ་ཡ་ལབ་ཡག་ཡོད་པ་ཡིན་ན་དེ་ང་ཡང་ལབ་ཤོག་ཨ་ཤེས་སོང་ཨ། ཡང་ངའི་ངོས་ནས་ག་རེ་བྱེད་ཐུབ་པ་དེ་ང་ཚོ་བྱེད་ཀྱི་རེད། དེ་དང་ཆབས་ཅིག་ང་ཚོ་རྒྱ་གར་ནང་ལ་ཡང་གཏན་འཇགས་སླབ་གྲྭ་ཁག་དེ་ཚུགས་ཡོད་རེད། ས་མཐའ་དེའི་དེ། ང་ཚོ་བླ་བྲེ་ཁ་ཤས་ནང་ལོགས་ལ་གཅིག་འཛིན་འདྲ་ང་ཚོ་ས་སྟོང་ཡོད་བསྡད་པ་དེ་འདྲའི་ད་རིམ་པས་རིམ་པས་ཆགས་ཡོང་གི་ཡང་དེ་འདྲའི་གི་ས་ལ་ཡང་ང་ཚོ་ད་གཅིག་ཧི་མ་ལ་ཡའི་རི་རྒྱུད་ཀྱི་བོད་ཀྱི་སངས་རྒྱས་ཀྱི་ཆོས་གཅིག་གྱུར་ཡིན་ངེས་ཀྱི་ཁྱེད་རང་ཚོ་ཁྱིམ་ཚང་ནང་ནས་སྤུ་གུ་དེ་འདྲའི་འདས་པའི་སྐབས་ལས་འདས་པའི་དུས་ཡུན་དེ་རིང་ལས་ཁ་ཤས་ཁ་ཤས་ཡོང་བསྡད་ཀྱི་ཡོད་རེད་ད་ད་དུང་ང་ཚོ་བོད་ཀྱི་ས་སྟོང་ག་ཚད་ཡོད་ན་ཡང་དེའི་ནང་ལ་ཡང་དེ་ང་ཚོ་བཅུག་དགོས་ཡ་གཅིག་གི་ཁོ་རྒྱུ་མཚན་བསྟན་པ་རེད་ལ་རྒྱ་གར་གཞུང་གི་ཡིན་ནའི་གཏན་གཏན་དགོངས་པ་བཞེས་ཀྱི་རེད་ཨེ་ལར་ནས་དང་པོ་ནས་ང་ཚོ་བླ་བྲ་ཚུར་བའི་ཁ་ཐུག་ལ་ཡ་རྒྱ་གར་གི་ཡོད་པ་བརྒྱ་ཆ་བཅུ་ཡིན་ན་ག་ཚད་རེད་བརྒྱ་ཆ་བཅུར་བས་བརྒྱ་ཆ་བཅུ་ཡིན་ན་ཉི་ཤུ་ཡིན་ན་གཅིག་བཅུ་ཡ་གཅིག་དང་པོ་ནས་འདུག་གཏན་འབེབས་ཡོད་རེད་ས་དེ་འདྲས་ཡིན་དུས་ཧི་མ་ལ་ཡའི་རི་རྒྱུད་ཀྱི་ཨེ་ནི་རྒྱ་གར་གི་མི་ཀུན་ཡིན་ནའི་རེད་འབྲུག་པའི་ནང་ནས་ཡིན་ནའི་རེད་ད་ག་ནང་བཞིན་གྱི་བལ་ཡུལ་ནང་ནས་ཡིན་ནའི་རེད་དེ་འདྲས་ཁྱེད་རང་ཚོ་ཡ་བློ་བྲ་ཅུང་འདུས་ཡོད་པ་དེ་འདྲས་སོ་སོའི་སྤུ་གུ་ཅུང་འདུས་ཡོད་པ་དེ་འདྲས་ཡོད་པ་ཡིན་ན